སློབ་ཚན་བརྒྱད་པ། ཉི་མ། དེ་ཡང་ངག་རྒྱུན་འདི་འདྲ་ཞིག་ཡོད་དེ། གནའ་སྔ་མོའི་དུས་སུ་ནམ་མཁའ་ནས་ཉི་མ་ཅི་ཤར་བས། ས་ཚིགས་ནས་རྩྭ་དང་རྩི་ཤིང་བསྐམས་པ་དང། མི་ཡང་འཚོ་ཐབས་བྲལ་བའི་དུས་སུ། མདའ་རྩལ་ཅན་གྱི་མི་ཞིག་བཙལ་ནས་གནམ་ལ་མདའ་འཕེན་དུ་བཅུག་སྟེ། སྒོང་གི་ཉི་མ་དགུ་གཏོར་ནས་གཅིག་ཤུལ་དུ་བསྐྱུར་བས། སྟག་བཟོད། ས་གཞིའི་ཚ་གྲང་སྙོམས་པར་གྱུར་ཅེས་གྲགས། དོན་དངོས་སུ། ཉི་མ་དང་ལྔ་ཚའི་བར་ཐག་ལ་སྤྱི་ལེ་སྟོང་ཕྱིར་གཅིག་དང་བྱེ་བ་ལྔ་ཙམ་ཡོད་པས། གལ་ཏེ་མི་ཞིག་ཉིན་མཚན་བལྟས་མེད་དུ་འགྲོ་བའི་དབང་དུ་བཏང་ན། མི་ལོ་ཚིམ་སྟོང་ལྔ་བརྒྱ་ལ་འགྲོ་དགོས་ཤིང། གནམ་གྲུ་བརྡལ་ནས་སོང་ན་ཡང་ལོ་ངོ་ཉི་ཤུ་ལྷག་འགོར་བས། དེ་འདྲའི་རྒྱང་ཐག་རིང་བོ་ཞིག་ལ་མདའ་ཞིག་སླེབས་ག་ལ་སྲིད། ང་ཚོའི་ལྟོས་ཚུལ་དུ་ཉི་མ་ནི་ཤིན་ཏུ་ཆུང་ནའང། དོན་དངོས་སུ་ཉི་མ་ནི་ཧ་ཅང་ཆེ་སྟེ། ཉི་མའི་ཆེ་ཆུང་ནི་སའི་གོ་ལ་ས་ཡ་གཅིག་དང་འབུམ་གསུམ་ཙམ་ཡོད་པ་རེད། ཉི་མ་ནི་སའི་གོ་ལ་དང་རྒྱང་ཐག་ཧ་ཅང་རིང་བའི་སྟབས་ཀྱིས། ང་ཚོའི་བལྟས་ཚོད་ལ་སྡེར་མ་ཞིག་གི་ཆེ་ཆུང་ཙམ་མ་གཏོགས་མེད་པ་རེད། ཉི་མ་ནི་འོད་འཚེར་ཞིང་དྲོད་ལ་སྐྱེལ་བའི་མིའི་གོང་བུ་ཆེན་པོ་ཞིག་ཡིན་ཞིང། ཉི་མའི་ཕྱི་ངོས་ཀྱི་ཚ་ཚུན་ནི་དུས་དྲུག་སྟོང་ཡིན། ང་ལྕགས་ཀྱང་ཉི་མ་དང་འཕྲད་ཚེ་འཕྲལ་དུ་རླངས་པར་འགྱུར་བ་རེད། ཉི་མའི་དཀྱིལ་སྙིང་གི་ཚ་ཚུན་ནི་ཉི་མའི་ཕྱི་ངོས་ལས་ལྡབ་གསུམ་སྟོང་ལྷག་ཙམ་གྱིས་མཐོ་བ་རེད། ཉི་མ་དང་ང་ཚོའི་བར་ཐག་ཧ་ཅང་རིང་ནའང་ཉི་མ་དང་ང་ཚོའི་བར་གྱི་འབྲེལ་བ་ཧ་ཅང་དམ་པ་སྟེ། ཉི་མ་ཡོད་པའི་སྟབས་ཀྱིས་ས་གཞི་ནས་ལོ་ཏོག་དང་རྩི་ཤིང་ལ་མྱུ་གུ་འབུས་ཤིང་ཡལ་འདབ་རྒྱས་པ་དང་མེ་ཏོག་བཞད་ཅིང་འབྲས་བུ་སྨིན་པ་རེད། ཉི་མ་ཡོད་པའི་སྟབས་ཀྱིས་འདབ་ཆགས་དང་གཅན་གཟན་འབུ་སྲིན་དང་ཉྭ་རིགས་སོགས་འཚོ་གནས་དང་སྐྱེ་འཕེལ་བྱེད་པ་རེད། གལ་ཏེ་ཉི་མ་མེད་ན། སའི་གོ་ལའི་ཐོག་ནས་རྩི་ཤིང་སྐྱེ་མི་ཐུབ་ལ། སྲོག་ཆགས་ཀྱང་འཕེལ་མི་ཐུབ། ང་ཚོས་ཟ་བཞིན་པའི་འབྲུ་རིགས་དང་སྔོ་ཚོད། སི་ཏོག་དང་ཤ་རིགས་ལ་སོགས་པ་དང། ང་ཚོས་གྱོན་བཞིན་པའི་གསང་བལ་གྱི་རིགས་དང་བལ་གྱི་རིགས། རུས་དང་དར་གས་ཀྱི་རིགས་དང། ང་ཚོས་འབུལ་བཞིན་པའི་དབུལ་ཁང་གི་རིགས་ཀྱིས་ཐམས་ཅད་འབྱུང་བར་ཉི་མ་དང་འབྲེལ་བ་ཧ་ཅང་དམ་པོ་ཡོད། ས་འོག་གི་རྡོ་སོལ་ནི་དུས་ཚོད་དུ་ཉི་མ་དང་འབྲེལ་བ་མེད་པར་སྣང་མོད། དོན་དངོས་སུ་ཉི་མ་དང་བྲལ་ཚེ་རྡོ་སོལ་ཡང་བྲི་མི་ཐུབ་སྟེ། རྡོ་སོལ་ནི་གནའ་སྔ་མོའི་དུས་སུ་རྩི་ཤིང་ས་འོག་ཏུ་ཉིལ་ནས་རུལ་ཏེ་རིམ་བཞིན་རྡོ་སོལ་དུ་གྱུར་བ་རེད། ས་ཐོག་གི་ཆུ་ངོས་སུ་ཉི་འོད་འཁྲིགས་ཚེ། ཆུ་བྲིས་ནས་གླང་བོར་འགྱུར་བ་དང། གླང་བོར་གྱུར་པའི་ཆུ་གྲང་ངར་དང་འཕྲད་ཚེ། ཆུ་རྡུལ་གྲང་མེད་དུ་ཆགས་ཤིང་བར་སྣང་དུ་ལྡང་ནས་སྤྲིན་དུ་འགྱུར་བ་ཡིན། སྤྲིན་རིམ་གྱི་ཆུ་རྡུལ་ཇེ་མང་དང་ཇེ་མང་དུ་འདས་ནས་ཆར་བའམ་ཁ་བར་གྱུར་ནས་མར་འབབ་པ་ཡིན། ཉི་འོད་ས་གཞིར་འཕྲོ་བའི་དུས་སུ། ས་ཁུལ་ལ་ལའི་དྲོད་ཚད་བཞི་པ་མང་བས་ས་ཁུལ་དེ་དག་གི་མཁའ་དབུགས་ཅུང་དྲོ་བ་ཡིན། ས་ཁུལ་ལ་ལས་དྲོད་ཚད་བཞི་པ་ཉུང་བས་ས་ཁུལ་དེ་དག་གི་མཁའ་དབུགས་ཅུང་ཆག་པ་ཡིན། མཁའ་དབུགས་ལ་དྲོད་མཆག་གི་ཁྱད་པར་ལྡན་ཚེ། མཁའ་དབུགས་དྲོ་བ་དེ་མཆག་སར་འགྱུར་བ་དང་མཆག་པ་དེ་དྲོ་སར་འགྱུར་བ་ལས་རླུང་བྱུང་བ་ཡིན། ཉི་འོད་ལ་ད་དུང་ནད་འབུ་ཕྲ་མོ་གསོད་པའི་ནུས་པ་ལྡན་པས། ང་ཚོས་དེའི་དབུ་ལ་བསྐྱལ་ནས་ནད་ཡམས་སྔོན་འགོག་དང་གསོ་བཅོས་བྱེད་ཆོག། སའི་གོ་ལའི་ཐོག་གི་འོད་སྣང་དང་དྲོ་ཁུལ་ནི་ཉི་མས་བསྐྱེད་ཡོང་བ་རེད། གལ་ཏེ་ཉི་མ་མེད་ན་ས་གཞིར་སྨག་རིམ་གྱིས་ཁེངས་ཤིང་གང་ས་གང་དུ་གྲང་ངར་ལྡང་བ་དང། རླུང་དང། ཁ་བ། ཆར་བ་དང་བསིལ་བའང་མེད་ལ། རྩྭ་དང། ལྗོན་ཤིང། འདབ་ཆགས་དང་གཅན་གཟན་ཡང་ཡོད་མི་སྲིད་ལ། མི་ཡང་རང་བཞིན་གྱིས་མེད་དོ། མདོར་ན། ཉི་མ་མེད་ན་ང་ཚོས་མཛེས་ཤིང་ཡིད་དུ་འོང་བའི་འཇིག་རྟེན་འདི་ཡོད་མི་སྲིད། སློབ་ཚན་བཞི་པའི་ཐ་སྙད། ངར་ལྕགས། ངར་ལྕགས། ཚིག། ཚིག། དྲོད། དྲོད། གོང་བུ། གོང་བུ། རྡབ། རྡབ། རྡོ་སོལ། རྡོ་སོལ། མྱུལ། མྱུལ། བཞི། བཞི། ནལ་ཡིམ། ནལ་ཡིམ། བྷེལ། བྷེལ། རྨག་རིམ།